གནས་དབེན་པོ་དགོས་ཀྱི་ཡོད་གསུང་ཡང་སྐད་ཆ་བྱས་བ་རེད། དེ་ནས་ཅི་དང་གནས་ཀྱི་སྐོར་དེ་ལ་མང་པོ་གསུང་འདུག་བ་ལྟར་བྲིས་ཀྱི་རིམ་པ་དེ་ཚོ་ནང་དུ་ལ། གང་ས། རི་རི་དན་པོ་གྱི་རྩེ་འདྲ་དང་བྲག་རི་འདྲ་དེ་གི་རྩ་དང་ཆུ་འགྲམ་འདྲ་དང་དེ་ཚོ་ཐམས་ཅད་ལ། སོ་སོ་སོ་སོ་ཡང་དགེ་མཚན་སོ་སོ་སོ་སོ་ཡོད་ཚོད་གསུང་བཞག། ཡིན་ན་ཡང་བླ་མ་མང་པོ་ཅིག་གིས་མགྲིན་གཅིག་ཏུ་དབྱངས་གཅིག་ཏུ་ག་རེ་གསུངས་ཀྱང་ཤིང་གི་འོག་ལ་ཤིང་སྒྲུང་གི་འོག་ལ་བསམ་གཏན་ཡིན་ན་ཅི་ཕལ་གྱི་རེད་གསུངས་ཡོད་རེད་གོ། དེའི་ངོས་ནས་བསམ་བློ་གཏང་དགོས་ཡ་ཅིག་ཡིན་ས་རེད་གོ། ང་ཚོ་སངས་རྒྱས་ཤཱཀྱ་ཐུབ་པ་གིས་ལས་ཀ་ཆེ་རིགས་ཆེ་ཚད་ཐམས་ཅད་ཤིང་སྒྲུང་གི་འོག་ལ་གནང་ཡོད་རེད་གོ། གོང་ས་སྔོན་པོར་རྫོགས་པ་སངས་རྒྱས་ཡ། སྐུ་འཁྲུངས་ཡ། ཐ་མ་གང་ཟག་ཕུང་པོ་ལྷག་མ་མེད་པ་མྱང་ནས་བདེ་གཤེགས་ཐམས་ཅད་ཤིང་སྒྲུང་གི་འོག་ཏུ་སྣང་བར་རིག། མ་གཏོགས་ལྷ་ཁང་དགོན་པ་རྫིག་པོ་དེ་འདྲའི་ནང་ལ་གང་ཡོད་ན་ཤིང་སྒྲུང་གཅིག་གི་འོག་ལ། ཁྱེད་ཚང་ཤིང་གི་འོག་ལ་བྱས་ཡ་དེ་བསམ་གཏན་འཕེལ་ཡག་གི་རྒྱུ་གཅིག་ཡོད་ས་རེད་དེ་ལ། དེ་བླ་མ་གོང་མ་མང་པོ་དེ་འདྲས་གསུངས་འདུག་ད་ཡིན་ན་ཡང་གནས་དབེན་པོ་ཟེར་བཞིན་དེ། ད་དེང་སང་དཔེ་ག་ལ་ཧ་བ་རོགས།

དབེན་པིག་གི་ཡོན་ཏན་འདི་ཚོར་མང་ཀློག་དུས་ཁོ་ན་ལུས་དབེན་དང་སེམས་དབེན་དང་དེ་འདྲའི་སྐད་ཆ་མང་པོ་བརྗོད་ཡོད། དེ་ཡིན་ན་ཡང་སྤྱི་དང། དབེན་དགོས་ཡ་དེ་གནད་འགག་ཆེན་པོ་ཞིག་པོ་ཅིག་ཡིན་ས་རེད་དེ། དབེན་དབེན་དགོས་ཡ་དེ། དགོན་པ་དང་དབེན་དགོས་ཡ་དེ། དབེན་ཟེར་དུས་ད་ཅིག། གང་ཅིའི་དོན་དོན་རྡོག་རྡོག་དབེན་པོ་ཟེར་གི་འདུག་མི་གཞན་དག་གིས། མི་ཙམ་གྱིས་མ་རེད། མི་ཙམ་གྱིས་མ་ཡིན་པ། ད་གནས་ཚུལ་ཟེར་མཁན་འདྲ་དང་གང་རྗེས། སྤྱན་ནས་གཞན་དག་གིས་རང་ལ་ཡང་དབང་བསྒྱུར་བྱེད་ག་ཚད་ཡིན་ན་མ་བརྗེད་ས་གིས་ས་ཞིག་གིས་འགྲོ་དགོས་ཀྱི་ཡོད་ས་རེད། དེ་ནས་དེའི་བསམ་བློ་གཏོང་དུས་གང་ན།

ད་དེ་བདེ་བ་ཡིན་གསུང་གི་རེད་དམ། རང་ལ་དབང་ཆ་ད་དེང་སང་དེ་རེད་བདེ་བ་ལ་ཞི་བ་ཅིག་རང་ལ་དབང་ཆ་དེ་དགོས་རེད་ཟེར་ནས། འགྲོ་བ་མི་ལ་འགྲོ་བ་མི་དང་དུས་དེ་ནས་རྒན་རབས་ཀྱི་དབང་ཆ་སྨྲ་བརྗོད་རང་དབང་གང་གཅིག་གཅིག་གཉིས་གཉིས་ཀྱི་དབང་ཆ་དེ་གནད་འགག་ཆེ་ཤོས་ཡིན་ཟེར་གཅིག། གཅིག་དེ་ང་ཚོ་འགྲོ་བ་མི་ལ་ག་རེ་ག་རེ་དོན་གཉེར་ཡོད་རེད་ཟེར་ན། བཅོས་མ་མ་ཡིན་པ་ང་རང་བཅོས་མ་མ་ཡིན་པ་བྱས་ཡ་ལ་བལྟས་བལྟས་ཟེར་དགའ་པོ་ཡོད་རེད་ང་ཚོ་ལ། ང་ཚོ་མཚམས་མཚམས་ལབ་ཀི་རེད་བ་ང་ནི་ང་ནི་ང་ནི་ཁ་རི་ཁ་ཐུག་ཡིན་ད་ཟེར་གི་དེ་རེད་ལབ་ཀི་འདུག་བ།

ད་དེ་ལ་དངོས་གནས་བྱས་ན་དབེན་དགོས་གི་ཟེར་དབེན་ག་ཚད་ཡིན་ན་ཡང་དབེན་ན་ཕྱི་ནང་གི་ཉེར་འཚེ་ལས་དབེན་ན་དེ་ནི་དངོས་གནས་ཁོ་རང་རང་གི་ག་རེ་ཟེར་དགོས་རེད་ཟོབ་རྟ་འདྲ་པོ་དེ་ཚུར་རྒྱལ་ཡག་གི་གོ་སྐབས་འདྲ་པོ་ཅིག་མ་སོང་ན་ཐོབ་གི་ཡོད་ས་རོ། རང་རང་སོ་སོ་གི་ད་གཤིས་ཀ་འདྲ་པོ་དེ་ཚུལ་མི་ལ་མ་ཤོར་ནས་དབང་ཆ་མི་ལ་མ་ཤོར་ནས་རང་རང་སོ་སོ་གི་དབང་ཆ་དེ་རང་རང་སོ་སོ་གི་གང་ས་བདག་བདག་སྤྲོད་བྱེད་ཡ་གི་བྱེད་ཡ་དེ་གལ་ཆེན་པོ་ཡིན་བསམ་གི་ཡོད་རེད་དེ་ད་དེ་བཟོ་ཐུབ་གི་ཡོད་མ་རེད་བ་ད་དེ་ལུས། དཔེར་ན། ཚོང་དང་དེ་ནས་ག་ས་ག་ས་དང་མི་དེ་མི་དང་མཉམ་དུ་ཐུག་ཡག་དང་དེ་འདྲ་དེ་མི་དང་མཉམ་དུ་དཔེར་ན་ཆུ་ཚོད་གཅིག་ཚེ་སྐད་ཆ་ཐུག་བཤད་ན་ཡང། དེ་ནི་ཕ་རོལ་པོ་དེ་གི་ཚུལ་བཤད་ཡག་དང་དེ་འདྲས་ཀྱི་སྤྱན་པས་རང་གི་དེ་རང་རང་སོ་སོ་གི་དབང་ཆ་ཟེར་བ་རང་རང་སོ་སོ་གི་བསམ་བློ་བཏང་སྟངས་རང་རང་སོ་སོ་གི་ཚོར་བ་རང་རང་སོ་སོ་གི་གོ་སྐབས་དེ་ལ།

དབང་གིས། དེང་སང་གི། དེ་ནས་སྤྱི་ཚོགས་གསར་པའི་གི་མི་དེ་ལ་རང་དབང་གཏན་ནས་མེད་པ་ཅིག་ཆགས་སྡོད་སོ་ཕག་གི་ཚུལ་གྱིས། ད་དེའི་དབང་དུ་ཤོར་ནས་རང་དབང་རྩ་ནས་མེད། བྱས་ཙང་དེང་སང་ད་ཚན་རིག་པ་ཚོ་གི་ལབ་གི་བར་མཚམས་མཚམས་ལ། ཁ་པར་མ་ལྟ་ནས། ཁ་པར་དེ་གཏན་ནས་མ་ལྟ་ནས་ཆུ་ཚོད་གཅིག། རྩེ་གཅིག་ཉི་མ། ཉི་མ་རེ་རེ་ལ་ཆུ་རྩེ་གཅིག། རྩེ་གཅིག་བཟླས་ཤོག་བཟླས་པ་དེ་གི་ཞི་དྲག་གི་ལུས་པོ་ལ་ཕན་གྱི་རེད་སེམས་ལ་ཕན་གྱི་རེད་དེ་ནས་གང་ཟག་བདེ་ཐང་ལ་ཕན་གྱི་རེད་ཟེར་ནས་དངོས་གནས་ལབ་གི་བ་རེད་ད་ཡིན་རྒྱུ་ད་ཤི་ནས་ཁོ་ཚོ་ཁོ་རང་ཚོ་འགོ་བཙུད་བསྡད་བ་རེད་བ་ད་དེ་སངས་རྒྱས་ཤར་ཕྱོགས་ཐུབ་པ་གི་ལོ་ཉིས་སྟོང་ལྔ་བརྒྱ་གི་སྔན་ལ་ཡ་ལུས་དབེན་དང་སེམས་དབེན་དགོས་རེད་ཟེར་རང་རང་སོ་སོ་ལ་དབང་ཆ་དགོས་གི་ཡོད་ན་རང་རང་སོ་སོ་ག་ནས་རང་མགོ་རང་བཏགས་དགོས་གི་ཡོད་ན། ལུས་དབེན་དགོས་རེད་སེམས་དབེན་དགོས་རེད་ཟེར་ནས་གསུང་གསུང་ག་ཚོད་ད་ཤི་ནས་འགོ་ཚུགས་པར་ད་ལྟ་ཚན་རིག་པ་ཚོ་དེ་ངས་དེ་བྱས་ན་པར་ཞུ་དགོས་ཡ་རྒྱུ་མཚན་དེ་ཅི་རེད་ཟེར་ན་ད་འདི་དེང་སང་གི་ད་དཔེ་ཡ་ཧི་མ་ལ་ཡ་གི་གང་ཡིན་གོ་རྫ་ཁྲོད་རི་ཁྲོད་འདྲ་པོ་དེ་འདྲ་ལ་འགྲོ

འདིས་དྲ་རྒྱ་དང་གཞན་གྱི་གནས་ཚུལ་དང་དེ་ཚོ་ནས་ག་ཆུ་ཚོད་རེ་རེ་ཚེ་གཉིས་རེ་ཚེ་དབེན་ཐུབ་ཐབས་དབེན་ཐུབ་དགོས་དགོས་ས་རེ་སྐད་ཆ་བཤད་ཡ་དང་དེ་འདྲའི་མ་བྱས་པ་བྱས་ནས་ཆུ་ཚོད་གཅིག་ཚེ་གཅིག་དེ་ཡང་བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་ཕ་བཟོད་བཞག་ན་འགྲིག་གི་རེད་བ། དཔེར་ན། གང་ཡིན་གོ། ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་མངོན་པར་རྫོགས་པར་མངོན་པར་རྫོགས་པར་སངས་རྒྱས་ཀྱི་ས་ལ་འགོད་པར་བྱ། དེའི་ཆེད་དུ་ངས་ཁ་པར་དེ་འདྲ་རང་སྒོ་བརྒྱབ་ཀྱི་ཡིན་ཟེར་ནས་ཕར་བསད་ནས། ཆུ་ཚོད་གཅིག་གི་རིང་དེར་ངས་དེ་ཁ་པར་དེ་སྒོ་བརྒྱབ་ནས་བསད་མཁན་ཚགས་པར་ཀློག་གི་མེད། སྤྱི་ཚོགས་ཀྱི་དྲ་རྒྱ་དེ་ཚོས་ཀློག་གི་མེད་ཟེར་ནས། གང་ཡང་སྐད་ཆ་མ་བཤད་ན་དེ་ནི་རང་གིས་རང་ལ་ག་རེ་ཟེར་བ་རེད། རང་གིས་རང་ལ་དེ་ཅིག་གོ་སྐབས་འདྲ་པོ་ཅིག་རྙེད། གོ་སྐབས་འདྲ་པོ་ཅིག་རྙེད་དེ་ནི་དེ་དེ་བལྟས་ཚེ་ཡར་རྒྱས་གཏང་དགོས་པ་ཟེར་བ་ད་རུང། དང་པོ་ལས་དང་པོ་པ་ཚོ་གི། དྲ་རྒྱ་ལ་མ་བལྟ། སྤྱི་ཚོགས་ཀྱི་དྲ་རྒྱ་ལ་མ་བལྟ། Facebook ཟེར་གྱི་འདུག་ཟེར་ལ་མ་བལྟ། དེ་ནས News དང་དེ་འདྲའི་གང་ཟག་གསར་འགྱུར་དང་དེ་ཚོ་ལ་མ་བལྟ། དེ་སུས་གང་ལ། དེ་ནས་ཕར་ཚུར་ང་ཆུ་ཚོད་གཅིག་ཟེར་གི་བར་དང་ཉི་མ་གཅིག་ཟེར་གི་བར་གོ། ཆུ་ཚོད་གཅིག་གི་རིང་དུ་དེ་ནས་ཕར་ཚུར་ང་རང་ཚོ་ད་ག་ཞིག་བཤད་དགོས་རེད་ད་འདི་ངེས་པར་དུ་ལན་འཇབ་དགོས་རེད་ཟེར་མཁན་གྱི་ཡོང་སྡད་ཀྱི་འདུག་ག་དུས་ཡིན་ན་ཡང། ཨ་དེ་ཡོད་རེད་ད་དེ། ད་དེ་ལན་མ་འཇམ་འགྲིག་གི་མ་རེད་བསམ། དེ་འདྲའི་གང་ཡང་མ་བྱས་པ་དེ་ཡག་ཡག་རོ་མང་རོ་མང་རོ་མང་རོ་མང་རོ་བཏང་ནས། དེ་ནི་མ་འོངས་པ་ལ། དེ་ནི་མི་ལ་རས་པ་ལ་སོགས་པ་དེ་ཚོས་གསུང་ངེས་པ་རེད། ཐོས་བསམ་ཡང་བྱས་མི་ཉན་གསུང་གི་རེད་བ་ད། གཞུང་དཔེ་ཆ་འདྲ་དང་དེ་ནས་ཅིག་ཡོད་རེད་བ་ད་ད་ད། ཅིག་མགུར་འདྲ་དང། གཅིག་ངེས་འབྱུང་དཔྱད་ཡག་འདི་དང་དག་སྣང་དཔྱད་ཡག་གི་དེ་ཀློག་ན་ཀློག་རེད་མ་གཏོགས་དེ་ཚོའི་རྩ་ནས་ཀློག་མི་གང་གང་ཡང་ཁ་འདོན་བཟླས་བརྗོད་ཐམས་ཅད་ཡང་འགའ་བཞག་ནས་དེ་ནས་དངོས་ནས་དབེན་པ་བྱེད་དགོས་རེད་གསུང་དགོས་རེད་ད་མ་འོངས་པ་ལ་ད་དེ་ཚོའི་འཆར་གཞི་དང་དེ་ཚོའི་སྐད་ཆ་དེ་ཚོ་ས་ད་དངོས་ནས་ནང་པ་སངས་རྒྱས་པའི་ནང་ནས་གསུང་ཡོད་རེད་དེ་ཚོ། གལ་ཆེན་པོ་ཞི་དྲག་ཡིན་ས་རེད་དེ་དེ་སྤྱི་སྟངས་འདི་དེ་གནད་འགག་ཆེན་པོ་ཡིན་ས་རེད་དྲན་སོང་ད་ཚོད་ག་རེ་སོང་ང་ཚོའི་ང་ཚོའི་མི་ཚེ་ནང་འདི་ལ་ད་འདི་སྤྱི་ཚོགས་དྲ་འདི་དྲ་རྒྱ་འདྲ་དང་ད་ཚོད་སླེབས་ཚར་ད་འདི་རྦད་དེ་སྤངས་སོང་འདི་དཀའ་ལས་ཁ་བོ་ཞི་དྲག་རེད་མང་ཆེ་བ་ལ་ཁ་ཞེ་ཁ་ཞེ་ནས་གནང་ཐུབ་ཀྱི་ཡོད་ཀྱི་རེད། དེ་ནི་ཡིན་འདྲ་ཡང། ད་འཆམ་དུ་བསྡད་དུས་གང་ན་དངོས་ནས་ཡིན་ད་ཡིན། དཔེར་ན་ད་གིན་བཞུས་པ་ནང་བཞིན་དཔེར་ན་མཚམས་བདུན་ཕྲག་གཅིག་རྩིབ་མ་དུ་མ་བཞུགས་པ་ཡིན་ན། བདུན་ཕྲག་དེའི་ནང་དུ་ལ་རྩ་ནས་གང་ཟག་དགྲ་ཇག་ལ་སོགས་པ་གཟིགས་ཀྱི་མེད་བསམ་བསམ་འདྲ་པོ་དམ་བཅའ་བྱས་ན་འགྲིག་གི་རེད། ཡང་ན་ནི་བདུན་ཕྲག་གཅིག་རྩིབ་བཞུགས་པའི་སྐབས་སུ་ཉི་མ་རེ་ལ་ཆུ་ཚོད་རེ་རེ་རེ་རེ་ལོག་གི་ཡིན་བསམ་བསམ་འདྲ་པོ་རང་རང་སོ་སོས་དམ་བཅའ་ག་རེ་བཟོས་ན་ཆོག་གི་རེད་ད་དུང། དེ་དང་དེ་ལ་སོགས་པ། དེ་ནས་ང་རང་ཚོས་དུས་རྒྱུན་མཚམས་དང་བསྙེན་སྒྲུབ་ལ་སོགས་པ་གང་ཡང་མ་བྱས་པའི་སྐབས་འདི་འདྲའི་བྱས་པའི་སྐབས་དེ་སྐབས་འདི་ལ་ཡང་སྔ་དྲོ་འདྲ་བོ་ཕྱི་དྲོ་འདྲ་བོ། དེ་ཚོ་ལ་ཕ་མ་འགྲོ་ནས་ལུས་དབེན་སེམས་དབེན། དེ་བྱེད་ཐུབ་ཡ་དེ་གལ་ཆེན་པོ་མི་འགྲོ་དེ་དབེན་ཡ་དེ་གལ་ཆེན་པོ་ཡིན་ས་རེད་དེ་དབེན་པོ་དབེན། དབེན་བྱེད་དུས་ད་དེ་དེ་ཚོ་ལས་དབེན་འགོག་ཡོད་རུང་དེ་གི། ག་རེ་ལ་ཕན་གྱི་ཡོད་རེད་ཟེར་ན། རང་རང་སོ་སོ་ལ་ཐོབ་ཐང་དེ་ལ་ཕན་གྱི་ཡོད་རེད་བ་ཐོབ་ཐང། རང་རང་སོ་སོའི་མགོ་རང་རང་སོ་སོ་ལ་བཏགས་ཡ་ངོ་མ་དེ་དེ་རེད་དེ་བ་རེད་ད། དེ་ལས་དབེན་ཡ་དེ། རང་རང་སོ་སོའི་དབང་ཆ་དེ་རང་རང་ཚོར་སླེབས་དགོས་རེད་དཱ། དེ་མ་གཏོགས་ད་ཁོ་རང་དགྲ་དེ་ཚོའི་ནང་ལ་འགྲོ་འཚོལ་བའི་ཞུ་སྒོ་དེ་ལ་དེ་ནས་ལམ་སང་ཁོ་རང་དེ་རེད་ཧང་སང་རྣམ་གཡེང་གི་རྒྱུ་ཆགས་ཡོད། དེ་ནས་རྣམ་གཡེང་གི་རྒྱུ་སེལ་དུས་གཞན།

དེང་སང་དེ་ནི་དབང་ཆ་ཡིན་ན་ཅིག་ཤོར་འགྲོ་གི་འདུག་རང་དབང་ཡིན་ན་ཅིག་དགོས་ཀྱི་འདུག་སེམས་ཀྱོག་ཙེ་ཁུ་ཚུར་བརྡབ་ཡ་དེ་རྒྱུ་མཚན་དེ་རེད། རང་རང་སོ་སོར་དབང་ཆ་ཡིན་ན་ཅིག་དགོས་ཀྱི་འདུག། དེ་དབང་ཆ་དེ་གཏན་ནས་གང་སང། ད་དེ་ཡིན་ན་ཡང་དཔེ་མ་སྲིད་དཀའ་ལས་ཁ་པོ་རེད་དེང་སང། ཅི་རེད་ཟེར་ན། དབང་ཆ་འཕྲོག་གོ། བསམ་ནས། ང་ཚོ་གི་དབང་ཆ་དེ་ཕར་འཕྲོག་གོ་བསམ་བསྡད་མཁན་ཤ་སྟག་བསྡད་ཡ་རོགས་ཕྱི་ལོགས་ལ། ཁོ་རང་ཚོང་ཚོང་དང་དེ་འདྲས་ཀྱི་རིག་པ་ཐམས་ཅད་མི་གཞན་གྱི་མི་གཞན་གྱི་བསམ་བློ་ཚུར་འགུག་ཡ། བཀུག་ཡ། དབང་དུ་བསྒྱུར་ཡ་གྱི་བསམ་བློ་རྐྱང་རྐྱང་རེད་དེ། དེ་ནི་དེ་ལས་ཡ།

ད་སེམས་པ་རྣལ་དུ་གནས་ཡག་ལ། ག་ཚད་ཡིན་ནའི་དབེན་པའི་ཐབས་ཤེས་ཀྱི་སྟངས་ཀྱིས། ལུས་དབེན་སེམས་དབེན་ད་ག་རེ་དགོས་ཀྱི་ཡོད་ན་དབེན་པའི་ཐབས་ཤེས་དང། ད་དེ་རྦད་དེ་ཆ་ཚང་བྱེད་མ་ཐུབ་ནའི་ཆུ་ཚོད་རེ་རེའི་དབེན་པ་བྱེད། དེ་གི་ཞེ་དྲག་ཕན་གྱི་ཡོད་ས་རེད་ཧ་ཅང་གི། ད་གིན་ཞུས་པ་ནང་བཞིན་གཞི་ནས་དེང་སང། ད་ཐེངས་ཁོ་ཚོས་འགོ་ཚུགས་ཏེ་ཀོ་རི་ཡའི་ལུང་པ་ལ་ཕོ་ས་མོ་ས་དེ་ཚོ་ཁོ་རང་ཚོ་ཚོགས་པ་བཟོས་ནས་དེ་ནས་གླིང་ཁ་ཅིག་ལ་འགྲོ་ནས་ཆུ་ཚོད་གསུམ་རེ་ཚོའི་ཁ་པར་གཏན་ནས་བེད་སྤྱོད་མ་བཏང་བ་བྱས་ནས་བསྡད་དགོས་པ་རེད་ཟེར་གི་དེ་གི་དཔེ་ཁོ་ཚོས་ད་ག་རེ་ཟེར་གོ་རེ་གཟུགས་པོ་ལྷ་ཡར་འཕེན། སེམས་ལ་ཡང་ཕན། སྨྱོན་པ་མི་ཆགས་ཡང་དེ་འདྲ་རེ་དགོས་ཟེར་ད་དེང་སང་སེམས་པ་རླུང་ཁམས། རླུང་ཁམས་ཀྱི་ན་ཚ་ད་ཆེན་པོ་རེད། སྔན་མ་ང་ཚོ་བོད་པ་ཚོས་ལ་ཆུ་རྒྱས་མགོ་སེར་དེ་ཚོ་ཁོང་ཚོའི་རླུང་ཁམས་བ་ཤ་སྟག་ཡོད་རེད་ང་ཚོས་ལབ་གི་རེད་བ་ཁོང་ཚོའི་གྲས། ཁོང་ཚོའི་རླུང་ཁམས་ཁོང་ཚོ་སྨྱོ་སྨྱོ་ར་ཟ་ར་དང་ཤ་སྟག་ཡོད་རེད། ད་ང་ཚོ་ལ་ཡོད་རེད་ད་དེ། ད་ནི་འབྲུག་པ་འབྲས་ལྗོངས་ལ་དྭགས་པ་ཐམས་ཅད།

དེ་ནི་ཕ་སི་དེ་ནི་དབེན་པོ་མ་ཆགས་དེ་འདྲ་བྱ་བར་བྱས་ཙང་ད་ཞུ་རྒྱུ་དེ་དེ་ཞུ་གནས་དེ་སྒྲུབ་པ་ཉམས་སུ་ལེན་མཁན་གྱི་གནས་དེ་གི་ཡོན་ཏན་གཙོ་ཆེ་བ་དེ་དབེན་པོ་གཅིག་པོ་གསུང་གི་བ་རེད་ད་དབེན་པོ་ད་དེ་དུས་རྒྱུན་ང་རང་ཚོ་ད་ལྟ། དུས་རྒྱུན་ང་རང་ཚོས་ལམ་ཉམས་ལེན་ཚོད་ལྟ་ག་པར་ཞུགས་ཡོད་ན་དེ་གནང་དགོས་ཀྱི་རེད་བ་ད་དེ་དཔེར་ན་སྔ་དྲོ་འདྲ་པོ་གཅིག་རང་རང་སོ་སོའི་བར་ཉལ་སར་ཡར་མགོ་བརྒྱབ་ཆུ་ཚོད་ཕྱེད་ཀ་ཚོད་ལྟ་གང་འདོད་འདོན་གི་ཡོད་ན་དེའི་སྐབས་ཚོད་དེ་ནས་ཁ་ཕོར་ལ་སོགས་པ་བེད་སྤྱོད་མི་བཏང་མི་ཙང་སྙམ་དུ་སྐད་ཆ་མི་བཤད་ན་དེ་གི་འགྲིག་གི་བ་རེད་དེ་གི་འགྲིག་གི་བ་རེད་གོ་དེའི་སྐབས་ཚོད་ལུས་དབེན་སེམས་དབེན་བྱ་དགོས་རེད་དེའི་སྐབས་ཚོད་ཁོ་རང་དེ་གི་འགྲིག་པ་བྱེད་དགོས་རེད་ད། དེ་ནས་མཚམས་བསྙེན་སྒྲུབ་ལ་སོགས་པ་བྱེད་པའི་སྐབས་སུ། དེ་ནས་ཡང། གཅིག། རང་རང་སོ་སོ་གི་དང་ཡིད་དུ་འོང་ས་གི་ས་ཞེས་ཟེར་བ་ལ་ཡིད་དུ་འོང་བའི་ས་ཞེས་དེ་ཚོ་ལ་བྱས་པ་ཡིན་ན། དེ་ནས་ཡིད་དུ་འོང་བའི་ས་ཞེས་ཟེར་མཁན་དེ་ནི་ད་རང་རང་སོ་སོ་ལ་རག་ལས་ཀྱི་ཡོད་འགྲོ། དཔེར་ན། ང་ཚོ་མང་ཆེ་བ་གི་རྒྱ་གར་རྡོ་རྗེ་གདན་བྱང་ཆུབ་ཤིང་སྒྲུང་འོག་དེ་ལ་གཅིག་བཟང་སྤྱོད་ཚར་གཅིག་དོན་ཆེ་ན་གཅིག། དུས་རྒྱུན་བཟང་སྤྱོད་གང་ན་འདོད་ན་དེ་ལས་ལྷག་རྩེ་གཅིག་ཕ་སྐད་གཅིག་ཚོར་བ་འདྲ་གཅིག་ཁ་ཁ་ཡོང་གི་འདུག་བ་ཅིག་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་ཐུགས་རྗེའི་བྱིན་རླབས་འདྲ་གཅིག་ལོས་ཡིན། ཨོ་དེ་དང་དེ་ན་བཞིན་རང་རང་སོ་སོ་གི་ཡིད་དུ་འོང་ས་གི་ས་ཆ་འདྲ་པོ་དེ་འདྲ་གཅིག་བེད་སྤྱོད་གདམ་ག་གནང་ནས་དེ་ནས་སྔགས་བླ་མེད་ཀྱི་ག་རེ་ཟེར་བ་རེ་ཉམས་ལེན་འདྲ་གནང་མཁན་འདྲ་ཡིན་ན། དེ་ནི་བལ་ཡུལ་འདྲ་དང། དེ་ནི་དེ་ཚོ་ལ་དཔེ་མ་སྲིད་ནས་རྩ་ཆེན་པོ། དེ་ནི་དེའི་ནང་ནས་བལ་ཡུལ་གྱི་དེ་རྡོ་རྗེ་ཕག་མོ་གི་གནས་རེད་ཟེར་བཞིན་འདྲ་པོ་དེ་ཚོ་ཁོ་རང་ཚོའི་གནས་དེ་ཚོ། ང་འདྲ་བའི་ང་ད་ང་རང་ངས་སྒེར་གྱི་སྐད་ཆ་བཤད་དགོས་ང་རང་གི་ངོ་བོ་ནས་དེ་ཚོའི་ངོ་ནས་དེ་ཚོའི་ནང་ལ་ཡོད་ད་མཐུན་རྐྱེན་འཛོམས་པོ་ང་རང་ཚོའི་ལྷ་ཁང་དུ་ང་ཚོའི་དགོན་པ་ནང་བཞིན་མེད་ན་ཡང། ཞི་དྲག་གིས་ཡང་གང་ཟག་ཚོར་བ་དེ་ཁ་གཏད་དུ་ཡོང་གི་འདུག་དེ། དེ་དང་དེ་ནས་ཕྱོགས་གཅིག་ནས་མང་ཚོགས་གཅིག་གིས་གང་ཟག་དེ་ལ་ཡང་ཡིད་ཆེས་བྱེད་ས་དང། དེ་ནས་ཅིག་སྨོན་ལམ་འདེབས་ས་དང་དེ་ཚོ་གི་ཡང་ཞི་དྲག་ཁྱད་པར་ཅིག་རེག་གི་ཡོད་ས་རེད་གོ། ད་དེ་ཚོ